ཞི་བའི་ཞོགས་འདི་ལ་མིང་གཉིས་མཆི། བོད་པ་གཉིས་སྲིད། ཏོག་དབྱིབས། ནད་རྟགས་ཐོན་པ་རེད་ཨ་ཡིན་ན་ད་ལྟའི་ཆ་ལ་ཁོ་རང་གཉིས་དྲགས་ནས་ད་རིང་གི་ཉིན་མོ་འདི། བལ་ཡུལ་དང། རྒྱ་གར་ནང་ལ། ཏོག་དབྱིབས། ནད་ཕོག་པ་གཅིག་གི་ནད་སོ་ཞེས་པ་ཡིན། རྩ་བའི། ནད་རླབས་དང་པོ་དང་གཉིས་པ་གསུམ་པ། གསུམ་ང་ཚོའི་གི། ད་གཅིག་གི་ཉམས་མྱོང་བྱུང་ཚར་བ་རེད། ཨ་ནི་ནད་རླབས་འདི་ད་རྒྱ་གར་གཅིག་པུ་གསུང་དགོས་འདུག་ག་ལ་རྒྱ་གར་གྱི་ནང་གི་ད་ལྟའི་གི་ཉི་མ་གཅིག་ཆུ་ཚོད་གཉིས་རྩ་བཞི་གི་ནང་ལོགས་ལ་ནས་ནད་པ་གྲངས་འབོར་ག་ཚོད་ཐོན་གི་འདུག་ཨ་འདི་འཕར་ཆག་ག་འདྲས་འགྲོ་གི་འདུག་ལྷག་པར་དུ་ད་ནད་ཡམས་འདི་ལ་ད་ཐོག་མ COVID nineteen མིང་བཏགས་པའི་བྱས་ལ་ཨ་ནི་ཁོ་ལ་ཡ་ད་གཅིག་གི་མ་འདྲ་མ་འདྲ་མིང་མ་འདྲ

རྩིས་རྒྱག་བྱས་ནས་ཨ་ནི་ད་ལྟའི་ཆ་ལ་འདི་འདྲའི་དོན་གྱི་འདུག་ཟླ་བ་འདིའི་ནང་འདི་ག་ས་དོན་གྱི་རེད་ཨ་ནི་ཇེ་མང་ནང་འདི་ག་ས་དོན་གྱི་རེད་ཨ་ནི་མི་རེ་ནད་ལ་ཨ་ནི་ཆིག་ལེ་གི་རེད་ཟེར་ན་ཡག་གི། ཁོ་རང་ཚོས་རྩིས་རྒྱག་པའི་སྐབས་ལ་རེ་ཟུང་རེ་ཟུང་གིས་སྤྱི་ཟླ་བདུན་པ་བརྒྱད་པ་དེ་བར་གཅིག་ཡོང་གི་རེད་གསུངས་ཡ་དེ་འདྲ་བྱུང་བྱུང་བྱུང་ཡོད་ས་རེད་ངས་ད་མཐོང་མ་སོང། ད་ཡིན་ན་ང་ཚོའི་གནས་སྟངས་དུ་ཞིབ་འཇུག་བྱེད་དུས་ཐ་ན་ང་ཚོའི་སློབ་སྟོན་པ་རྡོ་རྗེ་ཚེ་བརྟན་ལགས་ཨ་ནི།

བཟའ་བྲ་ལས་དོན་ཚོགས་ཆུང་གིས་ཨ་ནི་ཁེ་ལས་པར་གྱི་ལམ་སྟོན་རེད། བཟའ་བྲ་ཚོགས་ཆུང་རང་གི་ནང་གྲོས་བསྡུར་བྱས་པ་དེ་བརྗེད་ན་ལམ་སང་གཅིག་གཅིག་ནད་རླབས་ཞི་བ་གཅིག་སླེབས་ཀྱི་ཡོད་ཟེར་རོགས་གཅིག་ང་ཚོ་མཐོང་མ་སོང་ཟེར། ད་རྩ་བའི་དེ་ཡང།

སྔོན་གོང་དུ་ཡག་པོ་ཐུབ་ཀྱི་ཡོད་ན། ཨ་ནེ། ངའི་ཡང་འདི་ཁྱབ་ཁྱབ་ཚད་འདི་ཞུ་གཅིག་གི། སྐབས་སུ་ལྷོད་པོ་བྱས་བྱས་ནས་ཁྱབ་ཡག་དང། ལྷོད་པོ་ཁྱབ་པའི་སྐབས་ལ་ཨ་ནེ་མི་ཉུང་ང་ལ་འགྲོ་གི་ཡོད་དུས་སྨན་བཅོས་བྱེད་བདེ་བོ་ཞུ་གཅིག། གོ་རྟོགས་མེད་དུས་སྐབས་ལ་ཨ་ནེ་ཚང་མ་དེབ་ཅིག་ན་དུས་ཨ་ནེ་སྨན་བཅོས་བྱེད་དུས་སྐབས་ལ་མཐུན་རྐྱེན་གྱི་མ་འདང་པའི་དཀའ་ངལ་ཡོང་ཡོད། ད་ང་ཚོ་འགྲོ་གི་ཅིག་ན་དང་པོ་རང་ནས།

གྲོང་གི་རེད་ཟེར་གྱི་ནི་ད་ཐོག་མ་ཐོག་མ་རྒྱ་མི་གི་དོན་ཡོང་དུས་དེ་བྱུང་ལ་ད་རྒྱ་ཁབ་རང་བཙན་ཡོད་མཁན་དང་སྟོབས་འབྱོར་ཆེན་པོ་དེ་ཚོ་རྒྱ་ཆ་བསྐོར་ན་ད་ག་འདྲ་ཞིག་ཡོང་གི་ན་ད་ནི་ང་ཚོ་སྤྱི་ཚོགས་འདི་གཅིག་དང་ད་ལྟ་བར་དུ་རེད་ད་ད་དེའི་གི་མཇུག་འབྲས་དེ་ག་རེ་ཡོང་གི་རེད་ང་ཚོ་ཤེས་ཀྱི་ཡོད་མ་རེད་ད་ལྟ་བར་དུ་གཅིག་ད་ཚ་རྒྱའི་ནང་བསྡད་ཡ་འདི་ད་ང་ཚོ་ག་ལ་གང་འཚམ་གི་ག་རེ་ཟེར་བ་རེད་ཚགས་ཚུད་པོ་བྱུང་བ་གི་ད་ས་གནས་ལྷག་པར་དུ་ས་གནས།

འབྲེལ་ཡོད་ལས་བྱེད་ངོས་ནས། ད་ས་གནས་སུ་ལ་ལྕགས་ལག་ག་རེ་ལྷག་ཡོད་པ། ལྕགས་ལག་དེ་བེད་སྤྱོད་ད་གལ་སྲིད་ནད་ཡམས་དེ་མཇུག་བསྒྲིལ་ན་ཨ་ནི་བེད་སྤྱོད་ག་འདྲ་ཞིག་བཏང་ཡོད། སོ་སོའི་ལ་ཡང་ནུས་པ་ཡོད་ན་སོ་སོ་བཏང་ཡ་ཆད་མེད་ན་ཡང་ཞལ་འདེབས་ལ་ཕུལ་དགོས་ཀྱི་འདུག་བས་ན་གང་ལྟར་དེ་གཅིག་གི་ལྕགས་ཀྱི་རིགས་ཡིན་ན་ལྕགས་རྒྱབ་ནས་ལྷག་མ་བཅུག་ཡ་གཅིག་དང་ཡང་གོས་ཡ་གི་རིགས་ཡིན་ན་སྦུས་ཀྱིས་མ་ཟ་བར།